ཨེ་ན། དེ་བས་ཀྱང་ཨ་མི་རི་ཀའི་གི་ཤོག་བུའི་ལོར་འདུ་ཚོགས་ལ་བལྟས་ན། འབྲོག་ལར་གཅིག་ཟེར་ན་ཆེ་ཆུང་དེ་རེད། འབྲོག་ལར་བརྒྱ་ཟེར་ན་ཆེ་ཆུང་དེ་རེད། ཚུལ་བཞིན་ནི་ལྗང་ཁུ་ཕལ་ཆེར་གཅིག་པ་རེད། ཨོ། ད་འབྲོག་ལར་གཅིག་དང་འབྲོག་ལར་བརྒྱ་ཟེར་མཁན་དེ། རིན་ཐང་ཆེ་ཆུང་ཁྱད་པར་ཆེན་པོ་ཡོད་རེད་བ། ཡ། ད་འབྲོག་ལར་གཅིག་གི་ནུས་པ་དེ་དེ་འབྲོག་ལར་གཅིག་དེའི་སྒང་ལ་ག་བ་ལ་ཡོད་རེད། འབྲོག་ལར་བརྒྱ་གི་ནུས་པ་དེ་འབྲོག་ལར་བརྒྱ་དེའི་ནང་ལ་ག་བ་ལ་ཡོད་རེད། རི་མོ་དེ་རེད་བས། ས་ཡིག་དེ་རེད་བས། ཧོ། ཧོ། ད་དུ་ཚོད་གང་ག་བརྩི་དགོས་བྱུང་ན། ཁོ་ཐ་སྙད་བཏགས་པ་རེད་ཐ་སྙད་དེ་བཏགས་ནས་བྱ་བ་བྱེད་ཀྱི་ཡོད་རེད། བྱས་པ་དེ་ཡང། བལྟོས་ནས་བྱ་བ་བྱས་པ་རེད་མ་གཏོགས་མ་བལྟོས་རང་དབང་བ་གི་དེ་མི་འདུག་ཨ། ཨ་ལས་ངན་ལ་ས་ཡིག་དེ་མེད་ན་ནི་རི་མོ་དེ་ཆ་ཚང་གི་ཕན་གི་མི་འདུག་ཨ། ས་ཡིག་དེ་ཡོད་པ་ཡིན་ན་ཡང་ཕན་གི་མི་འདུག་ཨ། ས་ཡིག་དེ་དེ་ཡོད་ཡོད་པ་ཡིན་པ། ད་ལྟ་རྒྱ་གར་གྱི་སྲིད་བློན་ན་རེན་དཱ་མོ་དཱི་གིས་ག་རེ་རེད་ལོ་ཁ་ཤས་ཅིག་གི་སྔས་ལ་སྒོར་མོ་སྟོང་ལོར་དེ་དང་ལྔ་བརྒྱ་ལོར་དེ་དུ་ཧོང་ཀོང་དང་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ནས་ཤོག་བུ་བྲེ་རུག་ཅིག་ཡིན་ད་ཟི་ལབ་ཡིན་དུས་ས་ཡིག་ཡིག་ཡོག་རེད་ཡི་གེ་རི་མོ་ཡོག་རེད་གང་ག་ཡོག་རེད་དེ་ཀོ་ཤོག་བུ་བྲེ་རུག་ལམ་སང་སྐད་ཅིག་ཉིག་ལས་འགྲོ་གི་འདུག་ཨ་ཨོ་ད་དུ་ཚོ་འདུག་སི་ཐང་ཡ། དེ་འདྲ་བའི་གི་ནུས་པ་དུ་ཚོ་བཏོད་ནས་བཞག་པ་མ་གཏོགས་མ་བཏོད་རང་དབང་གི་མི་འདུག་ཨ་སང་ཡང་ཅིག། ཨེ་དེ་ང་རང་ཚོ་སྲིད་བློན་སྲིད་འཛིན་དེ་ཚོ་ཡར་འདུག་ཅིག་གོ་གནས་ཅིག་ཡར་ཆོས་པ་ཆོས་ཚོགས་ཅིག་གི་ཐོག་ནས་ཡིན་ན་མཁན་པོ་དགེ་བསྐོས་ཟེར་ངེས་ཅིག་ད་ཁོ་མཁན་པོ་རེད་ཁོ་དགེ་བསྐོས་རེད་ཁོ་སྲིད་བློན་རེད་ཁོ་སྲིད་འཛིན་རེད་ཨོ་ཁོ་ད་སྲིད་བློན་ཟུར་བ་རེད་ཁོ་མཁན་པོ་ཟུར་བ་རེད་ཁོ་དགེ་བསྐོས་ཟུར་བ་རེད་དེ་ག་འདྲས་ཁོའི་ནང་ལ་ཡོན་ཏན་ཆེ་རུ་ཕྱིན་པ་རེད་བས་ཡོན་ཏན་ཆུང་རུ་ཕྱིན་པ་རེད་བས།

ཁ་ཅིག་དངོས་ཡོད་གནས་ཚུལ་དང་མ་མཐུན་པ། དཔེར་ཏེ་ཆེད་དུ་བསྙད་ནས་སྟོང་པ་ཉིད་སྟོང་པ་ཉིད་ཨ་ན་ད་མ་ཨཱསི་ན་བདག་མེད་པ་དེ་སངས་རྒྱས་བཅོམ་ལྡན་འདས་ཀྱིས་སུ་གཅིག་དང་མི་མཐུན་མཁན་གྱིས་མ་གསུངས་བྱ་བ་ཅིག་མ་ཡིན་པ། དངོས་ཡོད་གནས་སྟངས་དེ་ངོ་སྤྲོད་གནང་རྗེས་ཡང་གསུངས་བསྡད་པ་ཅིག་གི་འོག་ཏུ་ཡིན་བསྡད་པ་ཅིག་ད་རྣམ་པ་ཚོས་མཁྱེན་ཡ་དེ་གལ་ཆེན་པོ་རེད། ཡང་ན་དེ་འདྲའི་ཅིག་མཁྱེན་པ་ཡིན་ན་ལོ་གཞོན་པ་ཁྱེད་རང་ཚོས་ཡང་ཨོ་དངོས་གནས་ནང་པའི་ཆོས་འདི། ངོས་ནས། རྒྱུ་མཚན་ལྡན་པ། སོ་སོས་དོ་སྣང་བྱས་ན་གསལ་རུ་གསལ་རུ་འགྲོ་ཡ་ཡོད་བསྡད་པ། ངེས་ཤེས་བཟང་རུ་བཟང་རུ་འགྲོ་ཡ་ཡོད་བསྡད་པ། དངོས་གནས། དེང་དུས་ཚན་རིག་པ་དེ་ཚོ་ཡང་ཡིད་འཕྲོག་ཡ་ཅིག་ཡོད་བསྡད་ཡིན་པ། དེ་ལུགས་སྲོལ་ཅིག་གི་སྐད་ཆ་མ་ཡིན་པ། ནམ་རྒྱུན་རྒྱལ་བ་ཐམས་ཅད་མཁྱེན་པའི་གསུང་གི་ཡོད་པ། ལྔ་བཅུ་ང་དགུའི་གོང་ད་རྒྱལ་བ་ཐམས་ཅད་ཀྱིས་མ་རྒྱ་གར་ལ་ཡར་ཚུར་ཕྱི་རྒྱུ་མ་གནང་གོང་དེ་འདྲའི་དེ་འདྲའི་ཅིག་ལ་ཡིན་ན། བོད་པའི་ཆོས་དེ་བོད་བརྒྱུད་ནང་བསྟན་གྱི་ཆོས་དེ་བླ་མ་ཨིཛིམས་བླ་མའི་ཆོས་རེད། ག་འདྲའི་ཅིག་རེད་ཟེར་ན་ཆམ་དང་འབག་དང་ཨོ་ད་དེ་འདྲའི་གི་ཞེ་སྣང་ཚ་བོ་དེ་འདྲའི་ཅིག་ཨོ་དེ་བླ་མ་ཨིཛིམས་གྱི་ཆོས་ཟེར་ན་ལམ་སང་ཆམ་དང་དེ་འདྲའི་ཅིག་འདུག་ཟེར་དེབ་ནང་ལ་ཡང་རི་མོ་ཅིག་བསྟན་རྗེས་ཨོ་ད་ད་ད་ཨ་ཨ་ཡིན་པར་ད་ཟེར་ཨེ་གཏོར་མ་ཆེན་པོ་ཅིག་བཤངས་ཨེ་གཏོར་མ་དེ་མེ་བྲག་བཏང་ཡ་ཟེར་རོ་ད་ཨོ་དེ་འདྲའི་དེ་འདྲའི་ཅིག་ད་དེ་འོག་ཐད་ཡིན་པར་གདའ་སངས་རྒྱས། དེ་ལ་ཡང་ལྟ་གྲུབ་གཏིང་ཟབ་པོ་ཅིག་ཡོད་པ་དེ་འཛམ་གླིང་ནུབ་ཕྱོགས་ཀྱི་དེ་ཙམ་དོ་སྣང་མེད་ལྡེ་ངེས་ཅན། ད་དེ་ནས་རྒྱལ་བ་ཐམས་ཅད་མཁྱེན་པ་རྒྱ་གར་ལ་ཚུལ་ཆེ་རྒྱུན་སྣང། དེའི་ཕེབས་རྗེས་སུ་འབྲངས་པའི་རིས་སུ་མ་ཆད་པའི་ཏིང་འཛིན་སྐྱེས་ཆེན་དེ་ངེས་དེ་ཕེབས། འོ་དེ་གས་དེ་གི་ངོ་སྤྲོད་ཅིག་གནང་ཡིན་དུས་དངོས་གནས་ནང་པ་སངས་རྒྱས་པའི་བོད་པའི་བུ་རྒྱུད་ཀྱི་ནང་བསྟན་དེ་དཔལ་ནཱ་ལེནྡྲ་གི་ཆོས་བརྒྱུད་དྲི་མ་མེད་པ་ཡིན་པ་ཐིགས་པ་ཆེ་ཆུང་སྔགས་དང་བཅས་པ་ཡོད་བསྡད་པ་དངོས་གནས་དྲངས་ནས། ག་བ་ཅི་ལ་ཕྱིན་པ་ཡིན་ན་ཡང་དེ་ལ་ཡང་ཡིད་འཕྲོག་ཡ་ཅིག་ཡོད་བསྡད་པ། རྒྱུ་མཚན་བཤད་ཡ་ཅིག་ཡོད་བསྡད་པ། ཨོ་དེ་འདྲ་ཅིག་ཡིན་བསྡད་པ་དེ་ད་དེང་སང་ཀུན་ལ་གསལ་བསྡད་པ་ཅིག་རེད་བ་ད། ཀུན་ལ་གསལ་བསྡད་པ་ཅིག་དེ་ཁུ་བོ་ཀྱོག་ཀྱོག་ང་ཚོའི་དེ་ཡག་པོ་ཡིན་ད་གསལ་ཅིག་བོ་གློང་བ་རེད་བ། དེ་འདྲ་ཅིག་ཡིན་པ་དེ། ཁྱེད་རང་ཚོ་ལུང་པ་འདི་ལ་ཕེབས་ཉེན་འདི་གི་ད་ཁྱེད་གི་རེད་བ། ཡ་ཨ་མི་རི་ཀའི་ལུང་པ་འདི་ན་ལ་ཡང་ཆོས་ཚོགས་ག་ཚད་འདུག་བ། ཆོས་ཚོགས་དེའི་ནང་ལ་ཡང་སློབ་སྦྱོང་བྱེད་ཉེན་གི་ཨ་མི་རི་ཀའི་ཡུལ་མི་ག་འདྲས་འདུག་བ། དེ་སྐད་དེ་སློབ་སྦྱོང་བྱས་པའི་སྐབས་ལ་ཡ། སོ་སོས་སློབ་ཡོན་སྤྲད་ནས་ཉི་མའི་གུང་ལས་ཀ་ལ་ཕྱིན། དགོངས་དག་ཨེ་ནི། སློབ་ཡོན་སྤྲད་རྗེས་ཨེ་ནི་སློབ་སྦྱོང་བྱས་རྗེས་ང་ལོ་ལྔ་སྦྱངས་པ་ཡིན་ང་ལོ་བཅུ་སྦྱངས་པ་ཡིན་ད་ང་དེང་སང་སྒོམ་རྒྱག་གི་ཡོད་ཨོ་དེ་འདྲས་འདུག་ག། འོ་ན་དེ་སྐད་དེ། ཤེས་ཡོན་མེད་པའི་མི་རེད་པས། འོ་ན་དེ་སྐད་དེ་སྤང་མགོ་རེད་པས། འོ་ན་དེ་སྐད་དེ་ལས་ཀ་ཁྱོན་ནས་མེད་ངེས་རེད་པས། མ་རེད་པ། ཤེས་ཡོན་ཡོད་ངེས་འདུག། དཔལ་འབྱོར་ཆེན་པོ་ཡོད་ཉེན་འདུག། ལས་ཀ་རྒྱ་ཆེན་པོ་ཡོད་ཉེན་འདུག། རེད་དེ། དཔེར་ན་ལན་གྲགས་ཀྱི་ཆོས་བརྒྱུད་དྲི་མ་མེད་པ་ཡོད་དེ་ཉེན་གྱི་ནང་པའི་ཆོས་དེ་ལ་དངོས་གནས་ཞག་རྩི་ཅི་ཡོད་དེ་བ་སེམས་མ་སྐྱིད་པའི་སྐབས་ལ་སྐྱིད་པ་བཟོ་ཐུབ་ཡག་གི་ནུས་པ་ཅི་ཡོད་དེ་བ་བདེ་སྐྱིད་གཞན་དང་མི་འདྲ་བ་སྤྲད་ཡག་གི་ནུས་པ་ཡོད་དེ་བ་དེ་ཡང་དངོས་གནས་རྒྱུ་མཚན་ལྡན་པའི་ཐོག་ནས་ཡོད་དེ་བ་ད་དུས་ཚོད་འདུག་སི་ཨ་ནི་དྲིས་ཁོ་ཡོད་འདུག་གོ། དུང་བ་མེ་ཏོག་ལ་འཁོར་བ་ན་བཞིན་གྱི་ཨེ་ནས་འདུག་ཅིག་ད་ནང་པའི་ཆོས་ལ་བལྟས། ཕྱི་ལོགས་ལ་སྒོ་བརྡུངས་ཀྱི་ཨོ་ཁྱོད་ཚོ་ངས་ང་ཚོའི་ནང་ཆོས་ལ་ཡ་ཉེས་འགའ་ཤོག་ཨ། སྒོ་བརྡུངས་པ་མ་རེད་པ། ཨོ། ད་བུང་བ་མེ་ཏོག་ལ་འཁོར་བ་མེ་ཏོག་ཁོ་རང་ལ་ཡ། མདངས་ཡག་པོ་ཅིག་དང་དྲི་བཟང་པོ་ཅིག་ཡོད་པ་ཡིན་ན་བུང་བ་རང་བཞིན་གྱི་འཁོར་ཡོང་བ་ན་བཞིན་ཨོ་དུག་བྱས་ན་འཁོར་ཡོང་པ་རེད་བ། ཨོ་ད་དེ། ང་རང་ཚོས་ཀྱི་ཧི་མ་ལ་ཡའི་རི་རྒྱུད་སུ་གཏོགས་པའི་ཁྱེད་རང་ཚོ་ལོ་གཞོན་པ་དང། ཨེ་ནས། ཅེས་བོད་བརྒྱུད་ནང་བསྟན་གྱི་ང་རང་ཚོ་བོད་རིགས་སུ་གཏོགས་པ་ཡང་ལོ་གཞོན་པ་ཁྱེད་རང་ཚོས་ཀྱིས་གནས་སྐབས་ཁག་མེད་སོ་སོའི་དཔལ་འབྱོར་དང་དེ་འདྲས་ཀྱི་ཐོག་ལ་སྐུ་ལས་ཏན་ཏན་བསྐྱོན་དགོས་ཀྱི་རེད་དེ། དེང་དུས་ཀྱི་ཤེས་ཡོན་སྤྱི་བོ་གཅིག་ལ་མགོ་འཁོར་བཅས་ཨ་ནི་ནང་ཆོས་དེ་གི་དེ་ལ་དོ་སྣང་ཁྱོན་དུ་མེད་པ་བཅས་གཡུག་བཞག་པ་ཡིན་ན། རང་ལ་ཡང་ཡོན་ཏན་གལ་ཆེན་པོ་གཅིག་ཡོད་བསྡད་པས་སོ་སོའི་སྐད་ཡིག་གི་ཐོག་ལ་སྐད་ཡིག་གཉིས་པ་ལ་བརྟེན་མི་དགོས་པ་སོ་སོའི་སྐད་ཡིག་གི་ཐོག་ལ་རིན་ཐང་ཆེན་པོ་བཞི་བོ་གཅིག་ཡོད་བསྡད་པ་དེ་ཨ་ནི། སོ་སོའི་བདག་པོ་རྒྱག་མ་ཐུབ་པ་ཡིན་ན་ཧ་ཅང་གི་ཕངས་པོ་ཡིན་འདས་པ་དེའི་མཁྱེན་པའི་ཐོག་ནས། བསོད་ནམས་གྲོང་པའི་དཔལ་ལ་ལྟོས་ཟེར་བ་ན་ཞི་ཁྱོད་ཚོགས་མང་པོ་དེ་གས་དེ་ལ་མི་དེ་ཚོས་དཀའ་ལས་ག་རེ་ཅིག་རྒྱག་གི་འདུག་བ་དོ་སྣང་ག་འདྲེ་ཅིག་བྱེད་གི་འདུག་བ་ཨོ་འདི་ལ་ནུས་པ་ཅིག་དེ་ཡོད་ས་རེད་ད་འདི་དངོས་གནས་ང་ཚོའི་གི་ཁྱད་ནོར་ཅིག་རེད་ད་ད་འདི་བདག་པོ་རྒྱབ་དགོས་གི་འདུག་བ་དགོངས་དགོངས་ཅིག་ད་འདི་ལ་བལྟས་བལྟས་སུ་དོ་སྣང་གནང་གི་ཡིན་ན་ཞེ་པོ་ཡག་པོ་ཡོང་གི་རེད་དཔེར་ན་ད་ལྟ་ཅིག་ང་མི་ཐུག་འདས་པའི་ནང་ལ་ཡ་ཨ་ནི་ང་ཧི་མ་ལ་ཡའི་རི་རྒྱུད་ནང་ལ་འདུག་བ། བོད་པའི་ནང་ལ་ཡི་འདུག་བ་བོད་རིགས་ནང་ལ་ཡི་འདུག་བ་ལོ་གཞོན་གཞོན་སེམས་པ་སྦུག་སུག་དོག་པོ་འདུག་ཟིང་ངེ་དེ་འདྲས་ཡོང་གི་འདུག་བ། ད་ཁོ་སློབ་སྦྱོང་བྱས་པའི་སྐར་བུ་སྦུག་སུག་དོག་པོ་བལྟས་བལྟས་ཚེ་ཡོང་གི་ཡོད་ཀྱི་རེད། དེ་ཚོ་ལ་ཡ། དངོས་གནས་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་བྱམས་པ་དང་སྙིང་རྗེའི་སྐོར་ངོ་ཆ་ཡག་པོ་ཅིག་སྤྲད་ངེས་ཅིག་བྱུང་བ་ཡིན་ན། དེའི་སྒང་དེ་ལ་ཡ། ཕན་ཚུན་བལྟོས་པའི་རང་བཞིན་རྟེན་འབྱུང་གི་སྐོར་དེ་ངོ་ཆ་ཡག་པོ་འཕྲོད་ངེས་ཅིག་བྱུང་བ་ཡིན་ན་དེ་སྐྲན་ངན་གྱིས་བྱུང་པ་ཡིན་ན་ཡང་སོ་སོས་དོ་སྣང་མ་བྱས་ན་ཕན་གི་མ་རེད་བ། ད་དེ་སོ་སོས་དོ་སྣང་བྱེད་པ་བྱས་ཡག་དགོས་རེད་བ། འོ་ད་དེ་འདྲའི་གཅིག་གཉིས་ཚོགས་གཅིག་གི་ཐོག་ལ་བྱུང་པ་ཡིན་ན་སེམས་པ་མ་སྐྱིད་ཟེར་མཁན་དེ་དེ་ཡོང་དགོས་ཡ་རྩ་བ་ཉིད་ནས་མེད་བསྡད་བ། རྦད། ངས་ཁ་ཚང་ཞུས་པ་ན་ཞིག་གྲོང་ཁྱེར་སྐྱིད་པའི་འབྱུང་གནས་ཟེར་མཁན་དེ་དེའི་བཟོ་བ་རེད་ད། འོ། ཁ་སང་ངས་ལུང་འདྲེན་ཞུས་ཡིན་པ་བསོད་ནམས་སྐྱིད་ནས་ལུས་བདེ་ལ་མཁས་པ་ཡིད་ནས་སེམས་བདེ་ན་གཞན་དོན་འཁོར་བར་གནས་ཀྱང་ནི་སྙིང་རྗེ་འདྲེན་གང་ཅི་སྟེ་སྐྱོ་སེམས་ནི། སྐྱོ་བ་ཁྱོད་ནི་མེད་དེ་ངས་བས། སྣང་སྲིད་ཐམས་ཅད་གཉེན་དུ་ཤར་ཐུབ་ཡ། རྐྱེན་ངན་ཐམས་ཅད་བྱང་ཆུབ་ལམ་དུ་བསྒྱུར་ཐུབ་ཡ། གནོད་བྱེད་ཐམས་ཅད་རྒྱན་དུ་ཤར་ཐུབ་ཡ། ཨོ་དེ་སྐད་དེ་སུས་གསོལ་གོ་རེ་ཟེར་ན། དག་པའི་ཞལ་མཇལ་བའི་བྱང་ཆུབ་ཀྱི་སེམས་དང་བྱམས་པ་དང་སྙིང་རྗེ་ཟེར་མཁན་གཅིག་དང་རྟེན་འབྱུང་ཟེར་མཁན་གྱི་ལྟ་བ་དེ་འདྲའི་གཅིག་གི་སེམས་ཀྱི་ནང་ལ་ཐོན་ན། ཨོ། དེ་ནི་ཅིག་བཟོ་ཐུབ་ཡ་ཅིག་ཡོད་རེད་ད་དེ་བྱུང་པ་ཡིན་ན། དངོས་གནས་ད་ནི་བདེ་སྐྱིད་ཀྱི་རྩ་བ་ཅིག་ཡིན་ན་སུ་ཟེར། ཡར་ཚུར་གླེན་པའི་ཟུར་གྱི་འོ་ཐུག་སུ་རེད་འོ། དེ་ངས་ད་ག་ཟེ་སྔོན་འགྲོའི་ཆོས་བཤད་ཀྱི་ཚུལ་དུ་ཡར་ཞུས་པ་ཡིན་པ་ལ་ཆ་བཞག། ནང་པ་སངས་རྒྱས་པའི་ཆོས་ཀྱི་གནད་འགག་ག་རེ་ཡིན་པ་དེ་ཞུས་པ་ཡིན་པ་ལ་ཆ་བཞག། འོ་ད་དེ་འདྲ་བ་དེ་འདྲའི་ཅིག་གིས་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཟེར་མཁན་དེ། གལ་ཆེན་པོ་ཡིན་པའི་ཐོག་ལ་དེ་འདྲ་བ་དེ་ཉམས་སུ་ལེན་པ་ལ་ལྔས་ལ་གཞི་རྟེན་རྩིག་གདན་ཡག་པོ་ཅིག་བསྒོ་རོགས། ཁང་པ་དཔེ་མི་སྲིད་པའི་རིན་ཐང་ཆེན་པོ་གོང་ཆེན་པོ་དེ་འདྲའི་ཅིག་གི་ཁང་པ་ཅིག་བརྩིགས་པ་ལ་བརྩིགས་སའི་ས་ཆ་དེ་ཡག་པོ་བརྟན་པོ་ཅིག་བསྒོ་རོགས། ཨོ་དེ་རྩིག་གདན་གྱི་ཚོད་འདྲ་བོ་དེ་ལ་དང་པོ་དང་པོ་དེ་ཁྱོད་ཀྱིས་འགོ་ལག་ལེན་ལས་འབྲས་ནས་བཙུགས་པ་ཡིན་ཟེར་ནས་ལས་འབྲས་སྤང་བྱ་ཅིག་བསྒོ་རེད། ཨོ། ད་ང་ནང་པ་ཡིན་ད། མི་ལ་མགོ་སྐོར་ཅིག་བཏང་ཡག་གི་ནུས་པ་ཅིག་རག་པ་ཡིན་ན་ཡང་དེ་རུང་གི་མ་རེད། དེ་ལས་འབྲས་ལ་རུང་གི་མ་རེད་བསམ་པ། ངས་ཐུབ་ཚོད་ཡོད་ན་ཡང་ངས་འཇོན་ཚོད་ཡོད་ན་ཡང་དེ་རུང་གི་མ་རེད་བསམ་པར་བྱེད། ཨོ། དེ་འདྲས་ཅིག་བྱུང་པ་ཡིན་ན་ཡ་རབས་ཟེར་མཁན་དེ་ཆགས་པ་རེད། སྤྱོད་པ་བཟང་པོ་ཟེར་མཁན་དེ་ཆགས་པ་རེད། དེ་དངོས་གནས་དྲང་ནས་ཕུན་སུམ་ཚོགས་པ་རེད། ང་སོག་པོ་པོ་ཅིག་ཡོད་སོག་པོ་པོ་ཆུང་ཆུང་གཅིག་ཁོ་བག་ཆགས་བཟང་པོ་ཅིག་ཡོད་རེད་ཁོ་སྐྱེ་བ་ངོ་མ་ཅིག་དྲན་གི་ཡོད་རེད་ད་ད་ལྟ་དུ་ཁོ་པོ་ཆུང་ཆུང་མ་རེད་བེད་མི་སྟོབས་ཅན་ཆགས་རེད། ཕལ་ཆེར་ཉིས་སྟོང་བཅུ་གསུམ་ལོ་ཡིན་པ་ཡི་ད་རྡོ་རྗེ་གདན་དུ་འགོ་དབང་ཆེན་སྐབས་ལ་ཡ་ཕྱི་རྒྱལ་གཅིག་གི་འབག་འུག་ཅིག་ཟགས་འདུག་ཨ། ཕྱི་རྒྱལ་གཅིག་གི་འབག་འུག་དེ་མ་ཟགས་པའི་སྐབས་ལ་གཡས་གཡོན་དཔང་མགོ་དེ་ཚོས་འདི་འདྲ་འདི་འདྲ་ཟེར་ནས་དཀྲུགས་འདུག་ཨ་ད་འབག་འུག་དེ་རག་ས་རེད་གསུངས། ཁོས་འབག་འུག་དེ་གཏུགས་ཚུལ་བརྒྱུད་རྗེས་ཨ་ནི། མགྱོགས་པོ་མགྱོགས་པོ་ཕར་ཕྱིན་རྗེས་དེའི་བདག་པོ་དེར་ཁྱོའི་སྦ་གུག་དེ་ཟགས་སོང་ཨང་ཟེར་ནས་ཁོས་ཕར་སྤྲད་པ་ཡིན་ས། ད་དེ་ཁྱེད་རང་འཇོན་པར་ད་བྱས་པས། ཨོ། ད་ཁྱེད་རང་དངོས་གནས་དྲ་ནས་ནང་པའི་ཆོས་ཀྱི་ཅིག་བསམ་མནོ་རྒྱ་ཆེན་པོ་ཤིང་གི་མེད་ན་ཡང་སྙིང་པོ་ཅིག་ཤིང་གི་ཡོད་པའི་རྟགས་རེད་ད་བྱས་པས། ཨོ་དེ་འདྲའི་ཁོས་བྱས་ཡིན་ས། ཨོ་དེ་འདྲའི་ཅིག་འགོ་རེད།

སོ་སོ་ལ་ཡ་དྲིན་ཆེ་བས་དགེ་དྲིན་རྐྱང་ཉན་གི་ཕ་མ་ཡོད་རེད་དགེ་རྒན་ཡོད་རེད་དུ་ཚོགས་ལ་ཡ་བརྩི་བཀུར་དགོས་ཡ་དེ་གལ་ཏེ་གལ་ཆེན་པོ་རེད་སེམས་ཅན་དུད་འགྲོ་ཡིན་ན་བརྩི་བཀུར་བྱེད་གི་འདུག་ཨ། ལྟོ་སྟེ་ངན་དེ་ལ་སེམས་ཅན་དུད་འགྲོ་ཡིན་ན་དེ་རྒྱག་པ་ཞུས་ནས་འཁུར་བསྡད་ག་བྱེད་གི་འདུག་ཨ། འདམ་སྲིང་དེ་ཚོ་འཁུར་བསྡད་ག་བྱེད་གི་འདུག་ཨ་སྙིང་ཉིན་རྗེ་དེ་དེ་གཞན་ཁོའི་བདེ་མོ་རྒྱབ་ཐེངས་གཅིག་རེད་བ། ཧོ། རེད་དེ་ཁོས་འཁུར་བསྡད་ག་བྱེད་གི་འདུག་ཨ་དཔེ་རེད། འོ་དེ་སེམས་ཅན་དུད་འགྲོ་ལས་ཀྱང་ད་ལྷག་པ་མ་བྱུང་ན་ཡང་སྐྱོ་བ་མིན་པ་ཅིག་བྱེད་ཡ་དེ་གལ་ཆེ་རེད། ཁྱོད་ལག་ལེན་གྱི་མགོ་ལས་འབྲས་ནས་ཚུགས། ད་ལས་འབྲས་དེའི་ཐོག་དེ་ལ་ཨེ་ནས་གཞི་ནས་དགེ་སྡིག་སྤང་བླང་གི་སོ་སོས་གང་ཐུག་ཐུག་ཅིག་བྱས་ནས་ཨེ་ནས་བྱང་ཆུབ་ཀྱི་སེམས་དང་སྟོང་པ་ཉིད་ཀྱི་ཉམས་ལེན་ཨོ། ལས་འབྲས་ཁྱད་དུ་བསད། ཨེ་ནས། ཅི། དགེ་སྡིག་སྤང་བླང་ཁྱད་དུ་བསད། བྱང་ཆུབ་ཀྱི་སེམས་སྒོམ་གྱི་ཡོད་སྟོང་པ་ཉིད་སྒོམ་གྱི་ཡོད་ཟེར་ནའི་དེའི་ཡང་ཏག་ཏག་ཅིག་མ་རེད། ཨོ་དེ་འདྲས་རེད་དེ་འདྲས་ཡིན་ཙང། རྫ་དཔའ་སྤྲུལ་རིན་པོ་ཆེས་གསུངས་པ་རེད། སེམས་འབྱུང་སེམས་འབྱུང་རང་གི་སེམས་དེ་འབྱུང། བློ་ལྡོག་རྣམ་བཞི་རང་གི་སེམས་འབྱུང་ན། ཧོ། བསྐྱེད་རྫོགས་བཟླས་བརྗོད་ཏིང་འཛིན་མེད་ན་ཡང། ཐར་བའི་ལམ་ལས་གཞན་དུ་ཆུག་པ་མེད། ཧོ། ད། བསྐྱེད་རིམ་དང་རྫོགས་རིམ་དང་བཟླས་བརྗོད་དང་ཏིང་ངེ་འཛིན་དང་དེ་འདྲའི་ག་གལ་མེད་པ་ཡིན་ན་ཡང། དལ་འབྱོར་རྙེད་དཀའ། འཆི་བ་མི་རྟག་པ། ལས་རྒྱུ་འབྲས། འཁོར་བའི་ཉེས་དམིགས། ཨོ། དེ་འདྲའི་ཅིག་གི་བསམ་བློ་དེ་དུས་རྒྱུན་ལྡན་ཡོད་བདེ་ངེས་ཅིག་ཡིན་ན། ད་མི་དེ་རྒྱལ་བ་གངས་ཅན་གངས་ཀ་ཐར་པའི་ལམ་ནས་གཞན་དག་ལ་ཕྱུག་ཐོག་ཁྱུ་ནི་ཡོག་མ་རེད། ཨོ། སེམས་སྦྱོང་སེམས་སྦྱོང་རང་གི་སེམས་དེ་སྦྱོང་བློ་ལྡོག་རྣམ་བཞི་རང་གི་སེམས་སྦྱོང་ན། ཨོ། བསྐྱེད་རྫོགས་འདས་རྗེས་ཏིང་འཛིན་མེད་ན་ཡང། ཐར་པའི་ལམ་ལས་གཞན་དུ་ཕྱུག་པ་མེད། ད་དེ་ཚོ་ཚིག་དེ་ཚོ་འདུས་ཆེན་པོ་འདུག་བ་འོ་དེ་འདྲའི་བྱས་རྗེས་ཨ་ནི། མཁྱེན་པ་གནང་ཡང་དེ་གལ་ཆེན་པོ་ཡིན་པ་རེད།